རྒྱ་རོང་གི་ཆེ་ཆུ་ལྡན་པའི་མཚེའུ་འདྲ་རེད། ཁོ་ཚོས་ལག་བཟོས་ལ་བརྟེན་ནས། བསོད་སྙོམས་ལྡན་པའི་བྱ་ངན་དག་དང་རིས་སུ་ཕབ་པ་དང། ཁོ་ཚོས་སོ་རྩི་ཡི་རྩ་སྣོད་བྱས།

མགོ་རིལ་དེ་རྒྱ་རོང་རིག་གནས་ཀྱི་དམ་ཚིག་ཞིག་ལ་བརྩི་བཞིན་ཡོད། མགོ་རིལ་གྱི་དབྱེ་ཡུལ་གཉིས་སུ་མཚན་འཕྲུལ་ཅན་གྱི་དར་རྒུད་ཀྱི་རི་མོ་བཙའ་ཡོད་ལ། དེ་ཡི་གསང་བདེ་ལྷུན་གྲུབ་མཚོན་བཞིན་ཡོད། དཔྱིད་ཀྱི་མེ་ཏོག་ནང་པའི་དཔེ་རིས་ནི་མེ་ཏོག་སེང་ཆེན་ཡིན་ལ། བུ་མོ་དེས་མེ་ཏོག་དང་འདྲ་བར་མཛེས་ཤིང་ལྟ་ན་སྡུག་པ་མཚོན་ཡོད། མཚམས་ཆད་དུ། ཚེ་འདྲི་ལས་པའི་བུད་མེད་ཅིག་ཁེལ་འདུག་མོ་ཚང་ནི་རྒྱ་རོང་ལ་བདེ་ཚེ་འདྲི་ཆེད་ལས་སྙོམ་ལས་ཁང་གི་ཁོངས་མི་རེད། དུས་རྒྱུན་ལས་ཤོག་དང། བེད་ཀྱི་འཁེལ་འཐབ་དང་ཚེ་འདྲི་འགའ་བཟོས་ནས་བཙོང་བཞིན་ཡོད། དེ་ཡིས་བོད་རིགས་ཀྱི་འཁེལ་འཐབ་ཚེ་འདྲི་རྒྱུན་འཛིན་བྱེད་ཐུབ་པ་མ་ཟད། ད་དུས་ཁྱིམ་ཚང་གི་ཡོང་འབབ་ཀྱང་ཇེ་མང་གཏོང་ཐུབ། རྫུ་འཕྲུལ་ཞིང་སྐྱེས་ཀྱི་རྒྱལ་རོང་བུད་མེད་དེ་འདྲ། དེ་གའི་གཞི་མདའ་གཙོ་བོ་རིག་འཛིན་ཚོ་རེད། མོ་ནི་རྔ་བ་ཁུལ་གྱི་ཁུག་རིམ་པའི་གཟུགས་མེད་རིག་གནས་ཤུལ་བཞག་གི་རྒྱུན་འཛིན་པ་ཡིན་ལ། སྙིང་ལས་ཁང་གི་འགན་ཁུར་པའང་རེད། དགེ་འདུན་ཁང་སྲས་ཀརྨའི་ཉེ་འགྲམ་གྱི་ཚེ་འབྲུག་བུད་མེད་ཚོ་ཁྱིམ་དུ་བུད་ནས་མོ་ཚོའི་ལག་རྩལ་འཁྲིད་བཞིན་ཡོད། ས་དང་དཔལ་གྱི་ཚེ་འབྲུ་གཞུང་བཞིན་པའི་བུད་མེད་ཚོས་ཕྱོགས་བསྒྲིགས་དང་ཕྱོགས་བཞག་ལ་དེ་འདྲ་མཁས་པོ་མེད། དེ་སྟེང་རིག་འཛིན་ཚོ་ཡིས་བྲིས་ཚར་བའི་རི་མོ་དེ་དག་ཚེ་འབྲུག་ཁས་ལག་ནོར་བཞག་ནས། ཁྱིམ་དུ་ཁུར་ནས་ཚེ་འབྲུག་བཤད་བཅུག་ཡོད། ང་ཚོས་མེ་ཏོག་བྲིས་པའི་སྐབས་སུ་ཐོག་མར་ཤོག་བུ་བཏེག་གི་ལེ་རེད། ཤོག་བུ་བཏེག་དུས་ཟུར་ཚད་རེ་རེའི་ཟུར་དེ་ངེས་པར་དུ་ཆ་བྲིས་ཡིན་དགོས། བཏེག་དུས་ངེས་པར་དུ་ཞི་ཚགས་ཡིན་གྱི་རེད། གྲྭ་འོངས་དུས་ལག་པ་གཡས་པས་དུད་སྦྲུལ་འཛིན་པ་དང་ལག་པ་གཡོན་པས་ཤེལ་ཤུབས་བཀོག་དགོས། བྲེ་ཚ་བའི་ཤོག་བུ་ཡི་པེ་རི་མགོ་རའི་ནག་པའི་སྟེང་བཞག་དགོས། ཤེལ་མགོ་རས་ལ་ཁྲི་རྫི་བཞི་ཚེས་བརྒྱད་དང་ཁྲི་རྫི་དྲུག་ཚེས་བཞི་བཅས་རིགས་གཉིས་ཡོད། སྙེ་མ་དེ་བསྐྱུར་ཡོང་བས་ལོ་ཆུང་བུད་མེད་ཚོས་གྱོན་བཞིན་ཡོད་ལ་ཕྱི་མ་དེ་དུས་བཅད་ཀྱིས་བཅུ་བས་མང་ཆེ་བ་མ་སྲི་ཚོས་འདོར་བཞིན་ཡོད། ཤོག་བུ་ཡི་པེ་རི་སྣ་ཚོགས་བཞག་སྐབས། གཉིས་ལ་དཔྱིད་ཀྱི་མེ་ཏོག་བཞག་གི་པ་དང། དེ་རྗེས་ཕྱོགས་གཉིས་ཀྱི་རི་མོ་བཞག་གི། བཞག་བའི་སྐབས་སུ་མེ་ཏོག་ཕན་ཚུན་གྱི་བར་ཐག་ཡག་པོ་འཇགས་གི། མཐར་རི་མོ་ཡི་མཐའ་འཁོར་གྱི་བྲག་མིག་ཆུང་ཆུང་དེ་དག་བཞག་གི། གྲུ་བཞི་ཁ་སྐོང་ཡུལ་གྱི་བྲག་མིག་འདི་དག་བཞག་སྐབས་ཁྲི་རྫི་བཟུང་ནས་མཚན་རྒྱ་ལེགས་པོ་ཤར་གི་ལ། དྲ་མིག་འདི་དག་མགོ་རིལ་གྱི་ལྟེ་བ་བཞི་ཞིག་ནས་ཆ་འདྲིས་ཡིན་པ་ཁ་ཐེངས་ཤེས་ངེས། རྒྱ་རོང་རིག་གནས་མཁོ་དབྱིབས་ཁྲོད་འཚར་ལོངས་བྱུང་བའི་རིག་འཛིན་ཚོ་ལ་མཚོན་ན། མཚན་གདོང་འདི་དག་མིའི་མིག་ལམ་དུ་གཞན་དང་མི་འདྲ་བའི་དོན་སྙིང་ཡོད་ལ། མིས་བལྟས་ན་དཀར་པོའི་སྟོང་རྩོམ་གྱི་སེམས་པ་འཚེར་བ་དང། སེར་པོའི་བླ་མའི་ཕུན་ཚོགས་མཚོན། དམར་པོའི་ན་གཞོན་གྱི་སེམས་ཤུགས་མཚོན། སྔན་པོའི་སྔོ་སོ་བའི་མཁའ་དབྱིངས་མཚོན། ལྗང་གདོང་གིས་ལུང་ལུང་འབར་བའི་ཆུ་བོ་སོགས་མཚོན་གྱི་ཡོད་པ་རེད། མགོ་རིལ་དུག་གི་ཁ་འདུག་དེ་ཕྱི་མོ་ནའང་རིགས་ལྔ་མ་གཏོགས་ཡོད་མ་རེད། སྐུད་པ་ཕྱི་མོ་ནའང་སེར་པོ་དང། ལི་འདུག།

ཉིས་སྟོང་བཅུ་དགུ་ལོར་རིག་འཛིན་མཚོ་ཡི་མེས་རྒྱལ་གྱི་ལོ་བདུན་བཅུ་ཡི་འཁྲུག་སྐར་ལ་བཀྲ་ཤིས་ཤིག་ཞེས་པ་ཇིང་གུའི་ཞལ་ནས་བཟོས་པ་རེད། མཚོན་གཞི་དམར་པོ་དང་སེར་པོ་གཉིས་ལས་མེད་ལ། དེ་ཡི་ན་གཞོན་ཚོས་ཤེལ་རྡོག་གི་པགས་འབར་བ་དང་སྐལ་བཟང་མེ་ཏོག་གི་བླ་ན་མེད་པའི་སྣང་བ་མཚོན་ཡོད། ང་ནི་ཏང་ཡོན་མིན། རེད་དེ་ང་ཤི་མེད་ཀྱ་དང། ང་ཚོའི་གུང་ཁྲན་ཏང་མེད་ན། དེ་ནས་ང་ཚོ་ལ་སྲིད་ཀྱི་བཟང་པོ་འདི་འདྲ་དང། འདི་ལྟ་བུ་ཤི་ཆ་ཆེས་བཟང་པོ་ཡོད་མ་རེད་བསམ་སྟེ། དུམ་བུ་བྱེད་འགའ་ཤས་དེ་འདི་འདྲ་བྱས་ཟིན། ལས་རེ་ཚང་མ་ནན་ཏན་བྱས་ཟིན་ཡང། ཚན་སྒྲིག་གི་དྲ་མིག་རེ་རེ་ནན་ཏན་བྱས་ཟིན། ལོ་དེ་ཡི་ནང།
རིག་འཛིན་མཚོ་ཡིས་པེ་ཅིང་ཁེ་ཐབ་ཚན་སྒྲིག་གསོ་བཞུགས་དགེ་རྒན་བྱས་པ་དང། རྔ་བ་ཁུལ་གྱི་དུས་མཚུངས་དབུལ་ཕོངས་བརྒྱ་དང་ལྔ་བཅུ་ལྷག་ལ་པེ་ཅིང་འཁེལ་འཐབ་ཚན་ཁྲི་ལྷོ་ཁྲི་ཞེས་པས་ཁོ་ཚོ་ལ་དབུལ་སྒྲ་ཤུན་གྱིས་ཤེས་རོགས་བྱས་པ་རེད། མེ་ཏོག་སེར་པོ་དག་རིག་འཛིན་མཚོ་ཆེ་དགའ་སའི་མེ་ཏོག་ཡིན་ལ་དེ་ཡི་ཕུ་ཟི་ཚོང་པ་མཚོན་ཡོད།